བོད་དང་བོད་མིའི་མདུན་ཚབ་བྱེད་པའི་དཔེ་ཀློག་ལེ་ཚན་གྱི་བརྡ་འཕྲིན་ཚོགས་པ་དེའི་ནང་ལོགས་ལ་ཡ། གསར་དུ་ཕེབས་པའི་ཚོགས་མི་རྣམས་ལ་ཡ་འཚམས་འདྲི་དང་སྦྲགས། གཤམ་གླེང་ནང་གུས་པས་མུ་མཐུད་ནས་ཁེ་བཟང་ལྗགས་ཀློག་ཞུ་མཚམས་འདི་ནས་མ་འཁྱུག་ཙམ་ལྗགས་ཀློག་ཞུ་རྒྱུ་ཡིན་ན་མུ་མཐུད་གསན་གནང་ཡོང་ཞུ། ཁེ་བཟང་གི་ལྗགས་ཀློག་ཞུ་མཚམས་དེ་ནི་ཤོག་གྲངས་བརྒྱ་དང་བཅུ་གཅིག་གི་ཝོ་ནི་ཡ་རྩིས་པའི་ཡིག་འཕྲིན་ལྔ་པ་དེ་ནས་མ་འཁྱུག་ཙམ་ལྗགས་ཀློག་ཞུ་རྒྱུ་ཡིན། མོ་ཆུ་སྲིན་རོ། སྟབས་ལེགས་པ་ཞིག་ལ། པཎ་ཆེན་རིན་པོ་ཆེ་མཆོག་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་ལོགས་སུ་ཕེབས་པའི་སྐབས་འགར། ཁོང་ལ་ཡ་ཞེས་པ་བརྒྱུད་ནས་བཀའ་མོལ་ཞུ་སྐལ་ཐོབ་ཅིང། དེ་དག་གི་སྐབས་སུ། ཁོང་སྐུ་དངོས་ལ་ངོས་ནས་ཡི་རངས་བསྔགས་བརྗོད་དང་ཐུགས་རྗེ་ཆེ་ཞུ་བའི་གོ་སྐབས་བྱུང། པཎ་ཆེན་རིན་པོ་ཆེ་མཆོག་ངོས་རང་ལས་དགུང་ལོ་གསུམ་གྱིས་གཞོན་ཞིང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ལྔ་བཞི་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔ་ལོར་རྒྱ་ནག་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དྲུག་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བདུན་ལོར་རྒྱ་གར་ལ་ཡར་སྐྱོད་སྐབས་ལམ་གྲོགས་ཀྱང་ཡིན། ཁོང་གིས་ཐུགས་ཆེས་ཏེ་ཁར་ཁ་ཐུག་དང་བདེན་པ་བདེན་ཐུབ་གནང་རྒྱུ་གལ་ཆེར་བརྩི་བ་ལས། སྲིད་དོན་འབྲེལ་ལམ་ཁྲོད་ཀྱི་གུས་སྲོལ་ལ་དེ་ཙམ་ཞིབ་ཚགས་མི་གནང་མཁན་ཞིག་ཡོད་དེ། སྔར་ལོ་མང་པོའི་རིང་རྒྱ་ནག་གུང་ཁྲན་ཏང་ནས་མི་སེར་སྤེལ་མཁན་སྲིད་གཞུང་གཙོས་ལག་བསྟར་བྱེད་པའི་ཐབས་ཇུས། ཁ་བྲལ་བཏང་ནས་དབང་བསྒྱུར། ཞེས་པ་དེ་ལག་བསྟར་བྱས་ཏེ། པཎ་ཆེན་རིན་པོ་ཆེ་དང་ངོས་གཉིས་ཀྱི་དབར་ལ་འགལ་ཟླ་བཟོ་ཐབས་དང་འགལ་ཟླ་བེད་སྤྱོད་ཀྱིས་ཁོ་རང་ཚོར་ཁེ་ཕན་ཐོབ་ཐབས་བྱས་པ་རེད། རྒྱ་ཕྱོགས་ནས་དེ་ལྟར་བྱས་པའི་སྟེང། གཙོ་བོ་བཙན་བྱོལ་དུ་བསྐྱོད་རྗེས་ངེད་གཉིས་དུས་ཡུན་རིང་པོ་འབྲེལ་གཏུག་བྱེད་མ་ཐུབ་ཀྱང། དངོས་ནས་བོད་ཕྱི་ལོགས་སུ་རྒྱལ་སྤྱིའི་སྡིངས་ཆའི་སྟེང། བོད་དོན་དང་བོད་ཀྱི་གནས་སྟངས་གོ་རྟོགས་སྤེལ་བ་དང། ཁོང་གིས་ནི། མེས་ཚིག་མེར་གཏུགས་ཀྱི་དཔེ་ལྟར། བོད་ནང་དུ་བཙན་གནོན་བྱེད་མཁན་རང་ལ་སྙིང་སྟོབས་ཆེན་པོས་བདེན་དོན་འཐབ་རྩོད་གནང་བ་རེད། པཎ་ཆེན་རིན་པོ་ཆེའི་ཡིག་འབྲུ་ཁྲི་བདུན་གྱི་སྙན་ཞུ་རིག་གནས་གསར་བརྗེའི་གོང་གི་བོད་ནང་གི་གནས་སྟངས་སྟོན་གྱི་ཡོད་ཅིང། རིག་གནས་གསར་བརྗེ་ནི་མའོ་ཙེ་ཏུང་གིས་སྤྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོའི་ཟླ་བ་ལྔ་པར་འགོ་བཙུགས་ནས། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དྲུག་ལོར། ཁོང་པ་ཚེ་ལས་མ་འདས་པར་རྒྱུན་མཐུད་ནས་གནས་པ་རེད། རྒྱ་ནག་ཁྱོན་ཡོངས་ལ་ཡང་རིག་གནས་གསར་བརྗེའི་དུས་ཚིགས་ན། སྡུག་ནར་ཆེན་པོ་ཕོག་པ་ལྟར། བོད་ནང་དུ་ཡང་དམིགས་བསལ་གྱི་སྡུག་སྦྱོང་ཆེན་པོ་བྱུང་ཡོད། ལྷ་སར་དམར་གསུམ་དམག་གི་ཇོ་ཁང་ནང་བཙན་འཛུལ་གྱི་རྙིང་གཞི་རྩ་གཏོར་གྱི་མིང་ཐོག་ནས་གནའ་བོའི་ལྡེབས་རིས་དང་སྐུ་བརྙན་གཏོར་བ་མ་ཟད། ཁྱམས་རའི་ནང་གསུང་རབ་མེར་བསྲེགས་བཏང་འདུག།

ཐུགས་རྗེ་ཆེན་པོ་རང་བྱུང་ལྔ་ལྡན་གྱི་སྐུ་བརྙན་ཡང་ཡོད་པ་རེད། རྩ་གཏོར་གཏོང་བའི་ལས་འགུལ་དེ་རིམ་པར་ནོར་བུ་གླིང་ཁ་དང་གྲོང་ཁྱེར་ཡོངས་ལ་ཁྱབ་ཅིང། མཐའ་མར་དམར་སྲུང་དམག་གི་ཤོག་ཁག་ཕན་ཚུན་བར་མི་མཐུན་པར་གྱུར་ནས། ལྷ་ས་དང་དེ་མིན་གྲོང་ཁྱེར་ཁག་གི་སྲང་ལམ་ནང་དྲག་འཐབ་ཀྱང་བྱས། ཟིང་འཁྲུག་གི་དུས་སྐབས་འདིའི་རིང་མི་སྟོང་ཕྲག་མང་པོར་སྲོག་སྐྱོན་བྱུང་བ་ཙམ་མ་ཡིན་པར། ཕྱི་ལོ་ཆིག་སྟོང་བཞི་བརྒྱ་བཅུ་མེད་དགུ་ལོར་བོད་ཀྱི་མཁས་གྲུབ་ཆེན་པོ་རྗེ་བཙོན་ཁའོ་ཆེན་པོའི་ཕྱག་རྟགས་པའི་དགའ་ལྡན་དགོན་པས་མཚོན་པའི་ལོ་རྒྱུས་ཀྱི་ཤུལ་བཞག་ཧ་ཅང་མང་པོ་རྩ་གཏོར་བཏང་བ་རེད། མདོ་དོན་སྙིང་པོ་བོད་ཀྱི་ཆོས་དང་རིག་གཞུང་ཡོངས་རྫོགས་ལ་ཡ་གཏོར་རྒོལ་བྱས་པ་སྟེ། དཔེར་ན། ཆོས་ཉམས་སུ་བླངས་པ་ཁྲིམས་འགལ་དང། བསང་གསོལ་དང་མཛད་སྒོ་དུས་ཆེན་ཁག་བཀག་སྡོམ་སྲོལ་རྒྱུན་གྱི་གཞས་གཏང་མི་ཆོག་པ་དང་ཞབས་བྲོ་འཁྲབ་མི་ཆོག་པ་བཟོས། དེ་བཞིན་གྲྭ་བཙུན་དང་གྲལ་རིམ་དགྲ་བོ་ཟེར་བ་རྣམས་ལ་ཡང་འཐབ་འཛིང་ཚོགས་འདུ་འཚོགས་ནས་མི་མང་གི་མདུན་སར་སྐྱོན་འཛུགས་དམའ་འབེབས་བྱས། མདོར་ན་བོད་ཀྱི་རིག་གཞུང་གི་ངོ་བོ་དང་བོད་མིའི་ཐུན་མོང་གི་དྲན་པའམ་འདུ་ཤེས་འཛིན་སྟངས་ཆ་ཚང་ཤུལ་མེད་དུ་གཏོང་རྒྱུའི་ལས་འགུལ་རྒྱ་ཆེའི་འཆར་གཞི་ལྡན་པའི་སྒོ་ནས་སྤེལ་བ་རེད། སྤྱི་ཏི་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་ཁོའི་ངོས་ནས་མཉམ་དུ་བཙན་བྱོལ་དུ་ཡོང་མཁན་འགའ་ཞིག་གི་སེམས་ལ། བཙན་བྱོལ་ལ་ཡོང་བར་འགྲིག་ཡོད་མེད་དོགས་པ་དང་ཐེ་ཚོམ་ཤར་བ་ཡོད་ན། རིག་གནས་གསར་བརྗེའི་གནས་ཚུལ་དེས་ཐེ་ཚོམ་དང་དོགས་པ་དེ་ཚོ་ཡོངས་སུ་བསལ་བ་རེད། དེ་བཞིན་དུ་གལ་ཏེ་ངོས་རང་བོད་ན་བསྡད་ཡོད་ན། འཆར་གཞི་དང་གོ་རིམ་ལྡན་པའི་གཏོར་རྒོལ་གྱི་ལས་འགུལ་སྨྱོ་ཧམ་ཅན་འདི་ལྟ་བུའི་ཁྲོད་དུ། དོན་སྙིང་ལྡན་པའི་ལས་ཀ་གང་ཡང་སྒྲུབ་ཐབས་མེད་པ་ཧ་ཅང་གསལ་པོ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དོན་བཞི་དོན་དྲུག་གི་ཟླ་བ་དང་པོའི་ནང། རྒྱ་ནག་གི་སྲིད་བློན་ཀྲའུ་ཨེ་ལན་སི་ལས་འདས་ཤིང། དེ་གའི་རྗེས་ཕྱི་ཟླ་བདུན་པའི་ནང་དམག་དཔོན་ཀྲུའུ་ཏའེ་དང། སྤྱི་ཟླ་དགུ་པའི་ཚེས་དགུ་ཉིན་རྒྱ་ནག་གི་གཙོ་འཛིན་མའོ་ཙེ་ཏུང་ཁོ་རང་ཡང་འདས་གྲོངས་ཕྱིན། མའོ་ཙེ་ཏུང་གི་མཇལ་འཕྲད་ཁོངས་སུ་ཁོ་པས་གཞུང་བཙན་གྱི་སྲིད་སྐྱོང་བའི་དུས་སྐབས་སྤྱི་དང། ལྷག་པར་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ནས་དྲུག་ཅུ་རེ་གཉིས་བར་གྱི་མཆོང་སྐྱོད་ཆེན་མོ་གསོལ་བའི་མུ་གེའི་དུས་སྐབས་བཅས་པའི་ནང་དུ་མི་གྲངས་ས་ཡ་བཞི་བཅུ་ལྷག་རྐྱེན་འདས་སོང་བ་ཚུད་ཡོད། ཡུལ་བབ་སྲིད་དོན་གྱི་ཕྱོགས་ནས་བཤད་ན། དུས་སྐབས་དེར་རྒྱལ་ཁབ་ཆེན་པོ་གཞན་རྣམས་ཀྱིས་མི་སེར་སྤེལ་ཡུལ་རྣམས་ལ་རང་དབང་སྤྲོད་བཞིན་པ་ལ། མའོ་ཙེ་ཏུང་གིས་དེ་ལས་གོ་ལྡོག་སྟེ། བོད་དང། སོག་ཡུལ། ཤར་ཏུར་ཀི་སི་ཐན་བཅས་ཀྱི་ནང་ལ། བཙན་རྒྱལ་རིང་ལུགས་ལ་ངོ་རྒོལ་གྱི་འབོད་སྒྲ་སྒྲོག་བཞིན་པའི་མུར། བཙན་རྒྱལ་རིང་ལུགས་ཀྱི་མི་སེར་སྤེལ་བའི་སྲིད་བྱུས་ལག་བསྟར་བྱས་པ་རེད། དེས་མའོ་ཙེ་ཏུང་གིས་རྗེས་འཛིན་པ་ཚོར་རྟག་ཏུ་བརྟན་ལྷིང་མེད་པ་དང་དོགས་ཟོན་ཆེན་པོ། རྒྱ་རིགས་མིན་པའི་མི་རིགས་གཞན་རྣམས་ལ་དམིགས་བསལ་གྱི་བཙན་གནོན་སྲིད་ཇུས་ལག་བསྟར་དགོས་པ་བཅས་ཀྱི་ངན་འབྲས་བསྐྲུན་ཡོད་པ་རེད། དེའི་འབྲས་བུ་བོད་བཙན་བཟུང་བྱས་ཏེ་ལོ་ངོ་བཅུ་ཕྲག་བདུན་ལ་སོང་བ་དེང་གི་དུས་སུའང། བོད་ནང་བོད་ཀྱི་ངོ་བོ་མཚོན་པའི་ཁྱད་ཆོས་ཚང་མ་རྒྱ་ནག་གི་ཁྲིམས་མཐུན་གྱི་གནས་བབ་ལ་དོགས་སློང་བྱེད་པའི་ཉེན་ཁར་མུ་མཐུད་ནས་ངོས་འཛིན་བྱེད་དགོས་པ་དེ་བྱུང་བ་རེད། མའོ་ཙེ་ཏུང་འདས་གྲོངས་སུ་གྱུར་བ་དེ་ནི་རྒྱ་ནག་ནང་དབང་ཆའི་འཐབ་རྩོད་དྲག་པོ་ཞིག་གི་འགོ་ཚུགས་སུ་གྱུར་བ་དང། འཐབ་རྩོད་དེའི་ནང་རིག་གནས་གསར་བརྗེ་སློང་མཁན་གྲས་མའོ་ཙེ་ཏུང་གི་བཟའ་ཟླ་ཅང་ཅིས། གཙོས་མི་བཞི་ཤོག་ཁག་གི་དབང་ཆ་རྣམས་མཐར་ཧྭ་ཁོང་ཧྥུང་གི་འགོ་ཁྲིད་པས་ཤོག་ཁག་དེ་ལ་ཤོར། རྒྱ་ནག་ནང་གནས་ཚུལ་འགྱུར་བ་འདི་དག་འབྱུང་བཞིན་པའི་སྐབས་སུ་ངོས་ནས་རེ་བ་ཕྲན་བུ་དང་བཅས་རྒྱ་གར་ནས་ལྟ་ཞིབ་བྱས་པ་ཡིན། སྐབས་དེར་དོ་སྣང་བྱ་འོས་ཀྱི་འགྱུར་ལྡོག་ཁྲོད་ནས་གཅིག་ནི། མའོ་ཙེ་ཏུང་གྲོངས་ནས་མི་རིང་བར་ཨ་རིའི་རྒྱལ་བཙུན་དྲུང་ཆེ་ཟུར་པ Jim Sicily Singer James Sicily Singer གྱིས། བོད་ལ་ཡང་ཉིན་གསུམ་རིང་གཟིགས་སྐོར་གནང་བ་དེ་རེད། ཤི་ལི་སིང་གྷར་གྱི་གཟིགས་སྐོར་དེ་ནི་བོད་ནང་གི་གནས་སྟངས་གསལ་པོ་ཤེས་རྟོགས་ཐུབ་པའི་གོ་སྐབས་ཀྱི་འགོ་ཚུགས་ཤིག་ཆགས་པ་རེད། ཁོ་བོས་གོ་ཐོས་ལ། བོད་ནི་རྒྱ་ནག་གིས་ཕྱོགས་ཡོངས་ནས་དབང་བསྒྱུར་བྱེད་རྒྱུར་དམིགས་ཡུལ་བཟུང་གི་ཡོད་པའི་ཆ་ནས། བོད་ནང་རྒྱ་དམག་གི་བཙན་གནོན་གནས་སྟངས་དེ་ནི། མི་སེར་སྤེལ་ཡུལ་གྱི་ཚད་གཞི་ལས་ཀྱང་གདུག་རྩུབ་ཆེ་བ་འདུག་ཅེས། ཁོང་གིས་འགྲེལ་བརྗོད་གནང་ཡོད་འདུག་དེ་སྔོན་དུ་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ནས་ཁོ་ཚོས་མཛའ་གྲོགས་རྒྱལ་ཁབ་ཁོ་ན་ལས་བོད་ནང་ལ་ཡར་བསྲིས་སྐོར་དུ་གཏོང་གི་མེད་ཀྱང། དེ་རྗེས་མི་རིང་བ་རྒྱ་ཕྱོགས་ལ་ཡར་ཤ་ཚ་ཅན་གྱི་ནུབ་ཕྱོགས་གསར་འགོད་པ་དང་རྩོམ་པ་པོ་བོད་ནང་གཏོང་འགོ་བཙུགས། གང་ལྟར་ཡང་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་ངོས་རང་བཙན་བྱོལ་དུ་ཡོང་བ་ནས་བཟུང་སྟེ་ལོ་ངོ་བཅུ་ཕྲག་གཉིས་ཙམ་རིང་བོད་ས་ཡོངས་རྫོགས་བཙོན་ཁང་ཆེན་པོ་ཞིག་ལྟར་གཅུན་འདོམས་བྱས་ཏེ། ཕྱི་ཕྱོགས་ལ་ཡང་སུས་ཀྱང་འབྲེལ་བ་བྱས་ཆོག་གི་མེད་སྟབས། གསང་བའི་བརྒྱུད་ལམ་ནས་གནས་ཚུལ་ཁ་ཤས་འབྱོར་བ་ཕུད། བྱེས་འབྱོར་བཙན་བྱོལ་བོད་མི་རྣམས་གཞིས་ཀྱི་ཕ་ཡུལ་གཅིག་པ་དང་ཁྱད་པར་དུ་ནང་མི་སྤུན་རྣམས་དང་འབྲེལ་བ་ཡོངས་སུ་ཆད་པ་རེད། གཞིས་ལུས་བོད་མི་ཚོར་ཡང་རྒྱ་ནག་གཞུང་ནས་དཔལ་འབྱོར་ཡར་རྒྱས་ཀྱི་གནས་ཚུལ་དེ་སྤྱི་ཚོགས་རིང་ལུགས་ཀྱི་རྒྱལ་ཁབ་ཁོ་ནར་མ་གཏོགས་གཞན་གང་ལ་ཡང་ལེགས་གྲུབ་བྱུང་མེད་པ་དང། བཙན་བྱོལ་དུ་ཡོད་པའི་བོད་མི་རྣམས་དབུལ་ཕོངས་ཉམ་ཐག་གི་འཚོ་བ་སྐྱེལ་བཞིན་ཡོད་ལུགས་བརྗོད་འདུག་མའོ་ཙེ་ཏུང་གྲོངས་རྗེས་རྒྱ་ནག་དམར་ཕྱོགས་ནང་གི་དབང་ཆའི་འཐབ་རྩོད་ཀྱི་ཐལ་རླུང་འཇགས་དུས་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོར་རྒྱ་ནག་གི་འགོ་ཁྲིད་མཐོ་ཤོས་སུ་གནས་སྤར་ཡོང་མཁན་དེ་ནི་ངོས་ཀྱི་ངོ་ཤེས་རྙིང་པ་ཏིང་ཞོ་བན་ཆགས་པ་རེད། སེང་འབྲོག་ལྷན་རྒྱས། ད་རིང་ནས་ལེའུ་དྲུག་པ་ཡོངས་སུ་བཅུག་བྲིས་པ་ཡིན། གཤམ་ཡིན་ན་གུས་པས་མུ་མཐུད་ནས་ལེའུ་བདུན་པ་བཅུག་མཚམས་སྦྱར་ལོག་ཞུ་རྒྱུ་ཡིན་ན་མུ་མཐུད་གསན་ན་ཡོང་ཞུ། ལེའུ་བདུན་པ། འབྲེལ་མོལ་གྱི་གླེང་སློང། རྒྱ་ནག་གི་འགོ་ཁྲིད་མཐོ་ཤོས་ཏིང་ཞའོ་ཕིང་ནི་སྔོན་མ་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བཞི་ནས་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་ལྔའི་ལོར་ངོས་རྒྱ་ནག་ལ་ཡང་བསྐྱོད་སྐབས་ཐེངས་ཁ་ཤས་མཇལ་མྱོང་ཞིང། རྒྱ་ནག་གི་འགོ་ཁྲིད་གཙོ་བོའི་ཁོངས་ནས་ཁོང་བོད་ཀྱི་གནས་ཚུལ་ཐོག་འབྲེལ་བ་ཆེ་ཤོས་ཤིག་ཡིན་པ་ཤེས་རྟོགས་ཡོད། རྒྱ་ནག་གི་དབང་འཛིན་པ་གསར་པ་ཁོང་ལ་ངོས་ནས་གྲོས་འགོ་འདོན་པའི་ཚུལ་དུ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོའི་གསུམ་བཅུའི་དུས་དྲན་གྱི་གཞུང་འབྲེལ་གཏམ་གླེང་ནང། བོད་དང་བོད་མི་ས་ཡ་དྲུག་གི་སྔོན་མེད་པའི་བདེ་སྐྱིད་ཀྱི་འཚོ་བར་ཅི་དགར་སྤྱོད་པ་ཞིག་ཡོད་ན་དེ་ལ་ཡང་རྩོད་པ་རྒྱག་དོན་ཅི་ཡོད། གལ་ཏེ་དེ་ལྟར་བོད་ནང་སྔོན་མེད་བདེ་སྐྱིད་རང་སྐྱིད་ཞལ་མོས་ངོམས་སུ་ཆོག་པ་ཞིག་ཡོད་ན། ཕྱི་རྒྱལ་མི་རིགས་སུ་འདྲ་ཞིག་ཡིན་རུང། གོང་སྨོས་ཀྱི་གུ་དོག་དེ་འདྲ་མིན་པར་རང་དབང་སྒོ་ནས་བོད་ནང་འགྲོ་འོང་བྱ་རྒྱུའི་གོ་སྐབས་ཤིག་བྱུང་ན། དེ་ཙམ་བོད་ནང་གི་གནས་སྟངས་ངོ་མ་ཇི་གསལ་དུ་འགྲོ་རྒྱུ་དང། ལྷག་ལྷག་ཏུ་བོད་ནང་ནས་བུད་མེད་ཕྱི་རྒྱལ་དུ་ཡོང་འདོད་ཡོད་མཁན་རྣམས་ཕྱི་རྒྱལ་དུ་ཡོང། རང་གི་ཕ་མ་སྤུན་གྲོགས་འདྲ་ཡོད་ན་ཐུག་འཕྲད་བྱེད། ཕྱི་རྒྱལ་དུ་ཡོད་པའི་བོད་མིའི་གནས་སྟངས་ལ་ཡང་བལྟས། དེ་ནས་བོད་དུ་ཕྱིར་ལོག་བྱ་རྒྱུ་དང། དེ་བཞིན་ཕྱི་རྒྱལ་དུ་ཡོད་པའི་བོད་མིས་བོད་ནང་ལྟ་སྐོར་ལ་ཡང་འགྲོ་འདོད་ཡོད་མཁན་རྣམས་ལ་ཡང་དེ་ལྟ་བུའི་གོ་སྐབས་ཤིག་བྱུང་ན། དེ་ཙམ་བོད་ནང་གི་གནས་ཚུལ་དོ་དམ་གསལ་རྟོགས་ཡིད་ཆེས་ངེས་རྙེད་ཐུབ་རྒྱུ་མ་ཟད། དེ་ནི་འགྲོ་བ་མིའི་རིགས་ཀྱི་ཡ་རབས་སྤྱོད་བཟང་འོས་འཕམ་ཡོད་པ་ཞིག་དང། ཐོབ་ཐང་ཡོད་པ་ཞིག། ལག་ལེན་ཡང་བྱེད་ཐུབ་པ་ཞིག་རེད། རྒྱ་མིས་དེ་ལྟར་མི་བྱེད་པར་དྲིལ་བསྒྲགས་ཁོ་ནའི་ཐོག་ནས་བོད་མི་རྣམས་བོད་དུ་ཕྱིར་ལོག་དགོས་པའི་འབོད་སྐུལ་བྱེད་དོན་གང་ཡིན་ནམ། ཞེས་བརྗོད་པ་ཡིན། བསམ་ཚོད་ལས་འདས་པ་ཞིག་ལ། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་བརྒྱད་ལོའི་ལོ་མཇུག་ཏུ། སྐབས་དེར་ཧོང་ཀོང་དུ་གནས་མུས་དངུལ་གྱི་གཅེན་པོ་རྒྱལ་ལོ་དོན་གྲུབ་ལི་ཡཱ། ཏིང་ཞའོ་ཕིང་མཇལ་འཕྲད་ཆེད་པེ་ཅིང་ལ་གདན་ཞུས་གྲོས་བསྡུར་འབྱོར་འདུག་འདི་ནི་འབྲེལ་མོལ་བྱ་འདུག་བྱ་འདོད་ཀྱི་རྣམ་འགྱུར་ཞིག་ཡིན་པ་ཧ་ཅང་གསལ་པོར་ངེས་སྟབས། བརྒྱ་ལོ་དུས་འགྲོ་ངོ་སར་བྱེད་ཆེད་ལམ་སྟོན་ཞུ་བར་སླེབས་བྱུང། དེ་བཞིན་ལོ་དེའི་ཕྱི་ཟླ་བཅུ་གཅིག་པའི་ནང། རེ་བ་བཟང་པོ་བྱ་འོས་ཀྱི་སྔོན་བརྡ་ལྟ་བུར་བོད་གཞུང་གི་གཞུང་ཞབས་རྙིང་གྲས་སུམ་ཅུ་སོ་བཞི་ཡོངས་གྲགས་མཛད་སྒོ་གཟབ་རྒྱས་དང་བཅས་བཙོན་གྲོལ་བཏང་ཞིང། ཡང་སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་བདུན་དགུའི་ཟླ་བ་གཉིས་པའི་ཚེས་གཅིག་ཉིན། ལོ་བཅུ་བཞིའི་རྗེས་ཀུན་གཟིགས་པཎ་ཆེན་རིན་པོ་ཆེ་མཆོག་ཀྱང་ཐེངས་དང་པོར་མི་མང་གི་མདུན་དུ་ཕེབས་ནས། ཁོ་པ་བོད་ལ་ཡར་ལོག་དགོས་པའི་འབོད་སྐུལ་ཡང་གནང། དེ་དང་དུས་མཚུངས། ཨ་རིས་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་དང་ཕྱི་སྲིད་ཀྱི་འབྲེལ་ལམ་བཙུགས་པས། རྒྱ་ནག་དང་རྒྱལ་སྤྱིའི་སྤྱི་ཚོགས་བར་གྱི་འབྲེལ་ལམ་ལ་ཡང་གཞི་རྩའི་འགྱུར་བ་ཞིག་ཡོང་སྲིད་པའི་རྟགས་མཚན་མངོན། ངོས་ནས་གཅེན་པོར་མགྲོན་བདག་ཁས་ལེན་བྱེད་དགོས་ཀྱང། ད་ལྟའི་ངེད་ཀྱི་སྐུ་ཚབ་ཀྱི་ངོ་བོ་མིན་པར་སྒེར་གྱི་ངོས་ནས་བསྐྱོད་དགོས་བཀོད་མངགས་བྱས་པ་ལྟར། ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་བདུན་དགུའི་ཟླ་བ་གསུམ་པའི་ཚེས་བཅུ་གཉིས་ཉིན་པེ་ཅིང་དུ་མི་དམངས་ཚོགས་ཁང་ཆེན་མོའི་ནང་རྒྱ་ནག་གི་དབུ་ཁྲིད་ཏིང་ཞའོ་ཕིང་དང་མཇལ་འཕྲད་བྱུང། ཏིང་ཞའོ་ཕིང་གིས་ཁོ་བོའི་གཟུགས་ཁམས་དེ་ལུས་ཁོག་དང་དེ་སྔ་གཅེན་པོ་པེ་ཅིང་ལི་ཡར་སླེབས་ཐེངས་མཐའ་མ་དེ་ནས་ད་ལྟའི་བར། ལོ་ཡུན་ག་ཚོད་སོང་ཡོད་མེད་བཅས་དྲིས་ཏེ་གྲོས་བསྡུར་འགོ་བཙུགས་ན། གཅེན་པོས་དེ་སྔ་པེ་ཅིང་ལི་ཡར་སླེབས་ཐེངས་མཐའ་མ་དེ་ནི་ལོ་སུམ་ཅུའི་གོང་སྟེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུར་ཡིན་ལུགས་ལན་འདེབས་བྱས། དེ་དག་ཁོང་ཉིད་བཀའ་མོལ་མུ་མཐུད་གནང་ངོར་སྐབས་ཤིག་ལི་ཡཱ་ཏིང་ཞའོ་པིང་གིས་ངོས་ཀྱི་གཅེན་པོར། བོད་རང་བཙན་གཙང་མའི་སྐོར་གྲོས་མོལ་བྱེད་ས་མེད། འོན་ཀྱང། བོད་རང་བཙན་མ་གཏོགས་གནད་དོན་གཞན་ཚང་མ་གྲོས་བསྡུར་གྱི་ལམ་ནས་ཐག་གཅོད་བྱེད་ཆོག། ཅེས་གསུངས། ཅན་པོ་རྒྱལ་ལོ་དོན་གྲུབ་ཀྱིས་སྐབས་དེ་ཁོ་རང་སྒེར་ངོས་ནས་བཀའ་མོལ་ཞུ་གི་ཡོད་པ་གསལ་པོ་བཟོས་ཀྱང། ཏིང་ཞའོ་ཕིང་གིས་ཅན་པོས་ཞུས་པའི་དྲི་བ་ཁག་ལ་ཧ་ཅང་གུ་ཡངས་དང་བཟང་ཕྱོགས་ཀྱི་རྣམ་པས་ལན་འདེབས་གནང་འདུག་དེ་ཡང་ཁོང་གིས་ལོ་ངོ་ཉི་ཤུ་ལྷག་འབྲེལ་བ་ཆད་པའི་བོད་ཕྱི་ནང་གཉིས་ཀྱི་ནང་མི་སྤུན་ཉེ་རྣམས་ཕན་ཚུན་ཐུག་འཕྲད་ཡོང་ཆེད། བོད་དང་རྒྱ་གར་བར་གྱི་འགྲུལ་བཞུད་ཀྱི་ས་མཚམས་འགག་སྒོ་ཕྱེ་རྒྱུར་མོས་མཐུན་དང། བཙན་བྱོལ་ནང་ནས་བོད་ནང་གི་ས་ཁུལ་ཁག་ཏུ་བོད་ཡིག་དགེ་རྒན་གཏང་རྒྱུར་དང་ལེན་གནང་བ་མ་ཟད། ཐ་ན་གྲོས་མོལ་གྱི་བརྒྱུད་རིམ་འགོ་འཛུགས་ཆེད་པེ་ཅིང་དུ་འབྲེལ་གཏུག་དོན་གཅོད་ལས་ཁུངས་ཤིག་ཀྱང་འཛུགས་རྒྱུར་མོས་མཐུན་གནང། ཏེང་ཞའོ་ཕིང་གི་གཅེན་པོར་རྒྱ་ནག་གི་འགོ་ཁྲིད་གསར་པ་ཚོ་ཕུགས་བརྟན་རང་བཞིན་གྱི་རྨང་གཞི་འགྱུར་བ་གཏོང་རྒྱུའི་ཆོད་སེམས་ཡོད་ལུགས་སྨྲས་ཤིང། ཅི་སྟེ། ཏཱ་ལའི་བླ་མར་ཐུགས་མདོག་ཡོད་ཚེ། རྣ་ཐོས་རྒྱ་ལས་མིག་མཐོང་ཅི་དགའ་ཞེས་པ་ལྟར། བོད་ནང་མི་བཏང་སྟེ་དངོས་སུ་གཟིགས་ཞིབ་གནང་ན་འགྲིག་ཅེས་གསུངས། ལོ་རབས་བདུན་ཅུ་པའི་འགོ་སྟོད་དུ་ངོས་ནས་བསམ་གཞིགས་གཟབ་ནན་བྱས་པའི་གྲུབ་དོན་དུ། ང་ཚོའི་འཐབ་རྩོད་ཀྱི་ངོ་བོ་དང་མ་འོངས་པ་མདུན་སྐྱོད་ཇི་ལྟ་བུ་ཡག་ཤོས་སྐོར་ལ་གནད་འགག་ཆེ་བའི་བསམ་ཚུལ་ཁག་ཅིག་བློ་ལ་འཁོར་ཏེ་གནས་ཡོད། དེའི་ནང་ནས་གཅིག་ནི་ང་ཚོའི་ཕྱོགས་ནས་བོད་རང་བཙན་བསྐྱར་གསོའི་དམིགས་ཡུལ་དེ་མུ་མཐུད་ཨུ་ཚུགས་ཀྱིས་བཟུང་བ་ཡིན་ན། ནམ་ཞིག་རྒྱ་ནག་གུང་ཁྲན་གཞུང་ལ་དུས་ཡུན་རིང་པོའི་དྲག་པོའི་འཐབ་རྩོད་ཀྱི་ལས་འགུལ་ཡང་རྩོམ་དགོས་འོང་སྲིད་པས་ཚུལ་དེར་བསམ་བློ་མི་གཏོང་ཀ་མེད་ཡིན་ཞིང། དྲག་སྤྱོད་ཀྱི་ལས་འགུལ་དེ་དག་པོ་ནས་གཅིག་ནས་དངོས་ཡོད་ལག་ལེན་དུ་ཡང་ཡོང་ཐབས་མེད་པ་ཙམ་མ་ཟད། དོན་དུ་རང་ཤི་རྒྱག་པར། རང་ཆགས་རྒྱུ་རེད། བོད་རང་བཙན་སླར་གསོའི་ལས་འགུལ་དེ་དངོས་ཡོད་ཀྱི་གནས་ཚུལ་དང་མི་མཐུན་པས་རེ་ལྟོས་འཆང་བ་ཡིན་ཚུལ་ཐད་དེ་སྔ་སྲིད་བློན་ནེ་རུ་མཆོག་གིས་ཀྱང། བོད་ཀྱི་དོན་དག་ལ་ཡང་ཨ་རིས་རྒྱ་ནག་ལ་དམག་རྒྱག་པར་འགྲོ་གི་མ་རེད་ཅེས་གསུངས་པ་དངོས་གནས་གསལ་ལྷམ་མེར་དྲན་བཞིན་ཡོད།